དེ་བྱས་ན་དེ་རིང་འདི་ལ་ང་ཚོ་བརྙན་ཐུང་ཉིས་བརྒྱ་གཅིག་གི་ནང་ལོགས་ལ་ཨར་འདྲ་དེ་རིང་སྐད་ཆ་བཤད་གནས་བརྟན་འགྲོ་འདི་ཨར་འདྲ་དེ་རིང་གནས་བརྟན་གལ་ཆེའོ་ད་གཅིག་རང་གི་སྐོར་ལ་གཅིག་ཆགས་རེད་ད་དེ་ག་རེ་སྐོར་ལ་བྱས་ལ་ན་ད་དེ་ནམ་བགྱིད་དུ་ང་ཚོ་བརྙན་ཐུང་ཚང་མ་ན་བཤད་དེ་གི་ཨར་འདྲ་ད་དེའི་ཆར་ཕེ་དེ་འདྲ་ར་ཤི་ཡའི་དང་ཨ་ན་ཡུག་རེན་གཉིས་ཀྱི་དེར་དམག་གི་གནས་སྟངས་དེ་ག་འདྲ་ཞིག་ཏུ་འགྲོ་གི་འདུག་ལ་ནས་དེ་སྐོར་ལ་གཅིག་ཆགས་རེད།

ར་ཤི་ལ་གྱོང་གིན་ཞོ་ཞིག་ར་གི་རེད། འོ་དེ་འདྲ་སོང་ཙང་ཨ་ནི་ད་ད་དེའི་ཆ་ལ་གང་ལྟར་ར་ཤི་ཡ་ཡིན་ནར་ཡང་མ་ར་ཤི་ཡའི་སྲིད་འཛིན་པུ་ཀྲིན་གྱི་ངེས་ནས་ཨ་ནི་ཡང། འཆར་གཞི་ཡིན་ནར་ཡང་མ་འཐབ་ཇུས་དང་ཏི་ཡིས་འགྱུར་བ་བཏང་གི་རེད་ལགས་ད། ད་དེ་འགྱུར་བ་གང་འདྲ་བཏང་ལ་ན་ཨ་ནི་དམག་ས་ན་ཁོ་ལ་རྒྱལ་ཁ་ཅིག་ཐོབ་གི་ཡ་མ་རོ་ཨ། ཨ་ནི་དེ་རྒྱལ་ཁ་མ་ཐོབ་གི་ད་གང་ལྟར། ཁ་ཐག་ཚབ་འདྲ་བོ་ལ་ཨ་ནི་ད་ད་དེའི་ཆ་ལ་ར་ཤི་ཡའི་སྲིད་འཛིན་པུ་ཀྲིན་གྱི་ཡིན་ནར་ཡང་མ་ར་ཤི་ཡའི་ངེས་ནས་ཨ་ནི་ད་དེ་འདྲ་ཡུཀ་རེན་གྱི་གྲོང་ཁྱེར་དེ་ཚོ་ལ་གཏོར་གྱིན་ཞོ་ཞིག་དང་ཨེ།

ཕ་ནི་ད་ལྟ་རཱི་ཤི་ཡའི་ཡིན་ན་ཡང་རཱི་ཤི་ཡའི་སྲིད་འཛིན་སྤུ་ཀྲིན་གྱི་ངོས་ནས་ཚུར་ཡུག་རེན་ལ་གཏོར་སྐྱེན་ག་ཚོད་ཅིག་བཏང་བ་ཡིན་པ་ཡིན་ན་ཡང་ཚུར་ཕྱོགས་དེ་ལ་ཡུག་རེན་གྱི་མི་མང་དང་ཨ་ནི་ཡུག་རེན་གྱི་གཞུང་ཨ་ནི་ཡུག་རེན་སྲིད་འཛིན་ཛི་ལན་སི་ཀི་ཁོ་ཚོའི་ངོས་ནས་ད་སེམས་འགུལ་བཞག་བཞག་ཤོག་དེ་ལས་ལྡོག་ཏེ་ཕར་རཱི་ཤི་ཡ་ལ་གང་ལྟར་ད་མ་ཤི་བར་དུ་རྫིང་གིག་ན་ཡང་དེ་རིང་སྐད་ཆ་ཅི་བཤད་དེ་གི་རེད། ཨ་ནི་ད་དེ་ལས་ཡང་གལ་ཆེ་ཨ་ནི་ཡུག་རེན་ལ་རྒྱབ་སྐྱོར་བྱེད་ཉན་གི་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ཡིན་ན་ཡང་གང་ལྟར་ད། བས་རིགས་ད་ཅི་འདྲ་དམག་དེ་ཤོར་རྗེས་ཟླ་བ་བདུན་བརྒྱད་འགྲོ་གི་ཡིན་ན་ད་རུང་ཁོང་ཚོ་ཡིས་གང་ཐུབ་ཕར་ཡུ་ཀེ་རེན་ལ་རྒྱབ་སྐྱོར་བྱས་ཏེ་མུ་དེ་ཡིན་པ་མུ་དེ་ཡིན་པ་ཙམ་མ་ཟད་ཨར་དེ་ནས་ཡང་གང་ཐུབ་བས་དེ་རྒྱབ་སྐྱོར་དེ་ཤུགས་ཆེ་བོ་བྱས་དེར་ནམ་རྒྱུན་ད་ལྟའི་ཆར་བྱེད་དབང་སླེབས་ཀྱི་ཡོད་པས་ན་ཆ་བཞག་བས་ན་ཨ་ནི་ཁ་སང་སྤྱི་ཟླ་བཅུ་བའི་ཚེས་བཅུ་ལ་ཨ་རིས་ཡུ་ཀེ་རེན་གྱི་གྲོང་ཁྱེར་མང་པོ་ཞིག་ལ་གཏོར་རྒྱལ་བཏང་ཡིན་ཉིན་མ་གསང་ཉིན་དག་རང་ལ G7གྱི་འགོ་ཁྲིད་ཚང་མ་མཛའ་གྲགས་ཀྱི་ཚོགས་འདུ་ཚོགས་སོང་བ།

ཨ་རི་དེའི་ཚོགས་འདུ་དེ་ནང་ལོ་ཡང་ད་གང་ལྟར་ནེ་ཕྱོགས་ཀྱི་ཚོགས་མི་མང་པོ་ཅིག་གིས་ཨ་རི་ཡུཀ་རེན་ལ་མགོ་ནས་མཚོན་ཆ་མང་པོ་བཏང་ཡོད་ལ་ཉིན་དེར་སྐད་ཆ་ལེགས་ཡོད་རེད། དཔེར་ན་ད་ལྟ་ད་དགོང་གི་བརྙན་ཐུང་བརྒྱ་དང་དགུ་དེ་བརྙན་ཐུང་ཉིས་བརྒྱ་ནང་བཤད་བ་ནང་ལྟར་གྱི་ཨ་ནི་འཇར་མུ་ནི་ཞིག་ངེས་ནས་དེ་འདྲས་ཀྱི་འཇར་མུ་ནི་གྱི་ད་ང་ཚོ་ད་ལྟ་མཚོན་ཆ་འགོག་བའི་འགོག་བའི་མ་ལག་ལ་ཉེ་ཞིག་འདུག་ཨ་འོ་དེ་ད་ལྟ་ད་ག་ལ་གང་འཚམ་ཞིག་ད་དེ་ཚོ་ལ་བཏང་ཡང་སྐད་ཆ་ཤེས་ཡི་འདུག་ཨ་བ་ཡུཀ་རེན་ལ་རོ་ཨ་དཔེར་ན་ད་ལྟ་དེ་གར་བཟང་བ་དེའི་མཚོན་ཆ་དེ་མང་གཙོ་ཨིན་ཇིའི་སྐད་ནས་ཤོད་ན air defense system ལ་དེ་ག་ལ་གང་འཚམ་བཏང་ངེས་ལ་དེ་འདྲས་སྐད་ཆ་ཞིག

ད་ཁ་ན་ཏྲ་ཁོ་རང་གི་ད་ག་ཚོད་ཐིག་ལ་འདུག་ཨ། དམག་དཔོན་འགྲོ་ཡིན་ཟེར་ཁ་ད་དམག་སྒང་ཐིག་ས་ཁེལ་བ་ད་ད་ག་ཚོད་ཨིན་ཇི་ཁ་ན་ཤོར་ཨིན་ཇི་ན་རི་འགྲོ་ལོས་འདུག་ཨ། འོ་དེ་འདྲ་ཞིབ་ཆུ་ཟེར་ཅིག་ཨ་ནི་པོ་ལན་ནང་ལ་བཏང་ཨ་ཡིན་ལགས་ད། དེ་པོ་ལན་ནང་ལ་ག་ཞིག་བཏང་ན་ན་ཨ་ནི་པོ་ལན་ནང་ལ་དེ་འདྲ་གི་ད་ཡུག་རེན་དམག་མི་ལ་སྦྱོང་བརྡར་སྤྲད་ཡའི་ཆེད་དུ་ཨ་ནི་ཁ་ན་ཏྲ་ངེད་ལ་དེ་འདྲ་བཏང་གིན་ལགས། ད་ཅི་བཏང་ད་ལས་ཀྱང་ད་ར་ཤི་ཡ་ན་ཡུག་རེན་གི་དམག་དེ་གི་ཁྲེད་ལ་ཁེ་ན་ཏྲ་གི་ངེས་ནས་ཨ་ནི་ཡུག་རེན་གི་དམག་མི་མང་པོ་ཅིག་ལ་སྦྱོང་བརྡར་ཞོར་སྤྲད། ཞོ་ཨ་ཨོ་དེ་ནང་ལྟར་ཨ་ནི་ད་ད་དུས་ཅི་ལ་ཁ་ན་དེ་འདྲ་ཡང་ལྟ་ངེས་ཅིག་ཨ་ལ་དེ་ཨོ་དེ་འདྲ་སོང་ཙང་ད་དོག་དོག་ངས་དེ་ལ་སྡོམ་རྩིས་ག་རེ་རྒྱག་ཡ་ལ་ན་ཨ་ནི་ད་ད་དུས་ཅི་ལ་ཕའི་གང་ལྟར་དམག་གི་ཁ་ཟོག་ལ་གོ་རེ་ཡང་མ་ནི་དམག་གི་གནས་སྟངས་དེ་ཟར་ཁ་ལ་ད་དུས་ཞེ་ནང་ཚ་རུ་འགྲོ་ཡ་མི་འདུག་ཨ་ནི་དམག་མཚམས་བཞག་ག་ཡི་རྣམ་འགྱུར་ཅིག་རྩ་བ་ཉིད་ནས་མི་འདུག་ད།

དཔེར་ན་དེ་ཨ་རི་གི་གཏང་རྒྱུ་དེ་དང་ཨ་རི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཚང་མ་གི་གཏང་རྒྱུ་དེ་བསྡོམས་པ་ན་ད་རུང་ཨ་རི་དེ་མང་བ་ཤོར་གྱི་རེད་ད། དོན་དྲུག་གི་གང་ལྟར་ཨ་རི་གི་གཏམ་གཞན་རང་སྲོག་ཤིག་བཏང་རེད་ད། ད་སྐད་ཆ་ང་ཚོ་ཕྱོགས་བཞིན་བལྟ་ན་ཨ་ནི་དཔེ་དེ་ལྟར་དཀའ་ངལ་འཕྲད་དགོས་སུ་གྲོགས་པོ་གི་རོགས་པ་བྱེད་ལ། ཡང་སྐད་ཆ་ཞྭ་མོ་ཞིག་བལྟ་བས་ན་ཨ་ནི་ད་གང་ལྟར་ཨ་རི་ཁོ་རང་གི་ཆེས་དེ་འདྲའི་ཆབ་སྲིད་ཀྱི་རྒྱལ་སྒོ་ཞིག་དང་ཨ་ནི་ས་ཁུལ་ཆབ་སྲིད་ཀྱི་དེ་འདྲའི་འཐབ་ཇུས་རང་བཞིན་ཞིག་ལ་བརྟེན་ཅེས་ཨ་ནི་འགྲོ་སོང་ཞིག་བཏང་ཡ་རེད་ད།

དཔེར་ན་ཤར་ཡུ་རོབ་དང་ནུབ་ཡུ་རོབ་གཉིས་ཀྱི་ལྟ་སྟངས་དེ་བད་ལོག་ག་རེད་ད། དཔེར་ན་ད་ནུབ་ཡུ་རོབ་ལ་ན་ང་ཚོ་འདི་རེད་ད་ད་ཧྥ་རན་སི་རེད་འཇར་མ་ནི་རེད་ད་ཨི་ཏྲ་ལི་དང་ད་མང་པོ་ཞིག་ཡོད་རེད་བ་ཁོ་ཚོ་ཅིག་ཆགས་དེ་གྱེས། ད་ཤར་ཡུ་རོབ་ན་སུ་ཆགས་ཡོད་ཟེར་ན་པོ་ལན་འདྲ་བོ་དེ་ཚོ་བཱ་ལ་གྷེ་རི་ཡཱ་འདྲ་བོ་དེ་ཚོ་ཨ་ནི་ད་ལྟ་ང་ཚོ་བཱ་ལ་ཏིག་ས་ཁུལ་ལ་རྒྱལ་ཁབ་གསུམ་བརྗེ་བ་དང་ཨི་སི་རོ་ནེ་ཡཱ་དང་ལི་ཐུ་ཨ་ནེ་ཡཱ་དང་ལེ་ཐི་བྷི་ལ་ཉེ་རེད་བ་ཁོ་ཚོ་གི་ལྟ་སྟངས་བད་ལོག་ག་རེད། ད་ཕ་ཇོ་དེ་ལ་ཧྥ་རན་སི་དང་འཇར་མ་ནི་རེད་འདྲ་བོ་ཆགས་བྱ་བ་ན།

ཨ་ནི་དེ་ལས་ལ་གལ་ཆེ། ཨ་ནི་ག་སི་ར་ཤི་ཡའི་སྟོབས་ཤུགས་དེ་ཞེ་སྣང་ས་རུ་ཞེ་ཡོད་འགྲོ། ཨ་ནི་ར་ཤི་ཡའི་དེ་ཞེ་སྣང་ས་ཆགས་ན། དེ་ཞེ་སྣང་ས་དང་པོ་དེ་གོ་བ་འགོ་བཙུགས་ཡོད་ན་ན་ཤར་ཡུ་རོབ་ནང་འགོ་བཙུགས་ཡོད་པ་རེད། འོ་དེ་འདྲ་སོང་ཙང་ཨ་ནི་ཤར་ཡུ་རོབ་ཀྱི་ངས་ནས་གང་ལྟར་ཕར་ཡུཀ་རེན་ལ་རྒྱབ་སྐྱོར་བྱས་ཙང་ཨ་ནི་ཡུཀ་རེན་ལ་བལྟ་ཙང་དེ་རྦད་དེ་ཤུགས་ཆེ་དང་རྦད་དེ་ཁ་ལོ་ཐིག་ཐིག་ཡག་ག་ཡག་རེད་ད་ནུབ་ཡུ་རོབ་ལ་བལྟ་འོས་ན་ནུབ་ཡུ་རོབ་ཏུ་ཏིས་གང་ལྟར་ཕེ་ཁ་ལོ་ང་ཚོ་ཡིད་ད་མོ་ང་ཚོ་ད་མོ་ཏོ་ན་མོ་ཏོ་བྲེག་བྱེད་རོགས་དེ་ཏིས་ཁོ་ཚོ

ཨ་མདའ་དེང་སང་ཉེ་ཆར་ལ་ད་ལྟ་སྤྱི་མདའ་གུ་ཝག་གི་ནང་ལོགས་ལ་ཨ་ར་ཤིའི་ངོས་ནས་དེ་འབྲེལ་གྱི་ཡུཀ་རེན་གྱི་ས་ཁུལ་ཞིག་ནང་ལ་ཡའི་དེ་འབྲེལ་གྱི་ད་ཨིན་ཇི་ག་ནི་ཤོ་ན་རེ་ཧྥི་རན་རམ་ཨ་ནི་བེ་ག་ནི་ཤི་ན་ཡའི་དུ་འགྲོ་ཅིག་བྱས་རྗེས་ཨ་འདི་ས་ཁུལ་ཞིག་འདི་ཕ་ར་ཤིའི་འོག་ལ་བཅུག་རུ་བ་ར་ཤིའི་མངའ་ཁོངས་ཟེར་རུ་བ་འོ་དེ་ཟེར་བའི་དེ་ལ་ཨ་ནི་ད་མཉམ་འབྲེལ་རྒྱ་མཚོ་ངོས་ནས་ངོ་རྒོལ་བྱེད་འོས་འདུག་ཡང་མར་དེ་ཁས་ལེན་མེད་ལ་ནི་དེ་འབྲེལ་གྱི་བྱས་ཆེད་དུ་ཨ་ནི་ཕའི་ཚོགས་འདུ་འཚོགས་ཡ་ད་དོ་ཐོ་དེ་ཚོགས་འདུ་འདི་ལ་ག་རེ་བྱས་ལ་ན་ཨ་ནི་ཡའི་ཤོག་བླུགས་བྱས་ཨ་ནི་ར་ཤིའི་བྱས་རྗོག་དེ་ལ་ག་ཟེར་གྱི་ངོ་རྒོལ་བྱེད་འདུག་ག་ཟེར་གྱི་འདི། ཁས་ལེན་བྱེད་ཀྱི་འདུག་མི་འདུག་ལ་འདི་ལ་ཁོང་ཚོ་གི་དེ་ཡེ་ཤོག་ལུག་ཡེ་ཤོག་ཨ་ཨ་ནི་མིག་སོག་ད་དེ་ཡེ་ཤོག་དེ་མ་ལུག་ངེས་ལ་ཨ་ནི་ར་ཤི་ཡའི་ངེས་ནས་རི་བ་གར་དེ་ལ་ན་ཨ་ནི་ད་ད་ལའི་ཡེ་ཤོག་དེ་གསང་བའི་ཐོག་ལུག་བའི་ལ་འདི་རི་ལ་ཤོག་ཨ་ད་ཡིན་ན་དེ་གསང་བའི་ཐོག་ལུག་བའི་དེ་ལ་ཡང་ཡང་རྒྱབ་སྐྱོར་ག་ཚོད་བྱེད་མིན་དང་ག་ཚོད་ངོ་རྒོལ་བྱེད་མིན་ལྟ་ཡོད་ག་སུ་ཨ་ནི་ཐ་མ་དེ་ལ་དེ་ལ་ངོ་རྒོལ་བྱེད་མི་མང་བ་ཡོད་སོང་ཙང་ཨ་ནི་ར་ཤི་ཡའི་ལ་དེ་ར་ཡ་མ་ད་དེ་ར་ཤི་ཡའི་ས་བ་ན་ལ་གི་བྱེད་ཐུབ་ཡོད་མ་དེ་གསང་བའི་ཐོག་ལ་ཡེ་ཤོག་ལུག་ཐུབ་ཡ་མ་རེད་ཨ་ནི་ཐ་མ་དེ་ལ་ད་གང་ལྟར་ང་ཚོ

རྒྱ་ནག་དེ་ག་དུས་ཡིན་ན་ར་ཤི་ཡའི་མཉམ་དུ་དེ་གི་ཡ་ད་ར་ཤི་ཡ་རྒྱབ་སྐྱོར་བྱས་ནས་ཡོང་གི་རེད་རྒྱ་ནག་དེ་ག་དུས་ཡིན་ན་རེད་བ་ད་ཡིན་ན་ད་ལས་རྒྱ་ནག་དེ་སྐྱིད་མ་དེ་ལ་དེ་དེ་ཡང་དེ་ནམ་རྒྱུན་ད་མ་སོང་ན་ལོ་ག་ཞིག་སྟེང་གི་ཡ་ལ་ད་ད་སྤྱི་སྟངས་ད་ལས་རྒྱ་ནག་ཡ་ཡེ་ཤོག་བླུག་བྱས་རྒྱ་ནག་ཕ་ར་ཤི་ཡར་ཕ་རྒྱབ་སྐྱོར་བྱེད་གི་ཉེ་རོ་རི་ཡ་རེད་དེ་ཡིན་ན་རྒྱབ་སྐྱོར་བྱས་ཡ་མ་རེད་ད་སྐྱིད་མ་དེ་ལ་རེད་བ་ད་དེ་གི་སྐྱུག་ལ་གང་ལྟར་རྒྱ་ནག་གི་ངེས་ནས་ད་ལས་དེ་ད་ར་ཤི་ཡའི་ངེས་ནས་ཟ་སྐྱོ་ཡི་ས་ཁུལ་ཞིག་དེ་ཨ་ནི་ཁྲིམས་དང་མཐུན་པ་ཡང་རེད་ལ་གི་ཡ་མ་རེད་ཨ་ནི་ཁྲིམས་འགལ་ཡང་རེད་ལ་གི་ཡ་མ་རེད།

འོ་དེ་འདྲ་སོང་ཙང་ཨ་ནི་འདི་གི་ཚོགས་པ་འདི་ལ་གང་ལྟར་ཁ་སང་ཉིན་མ་དེ་འདྲ་ལྟར་གང་ལྟར་ར་ཤི་ཡའི་ཡུག་རེན་གྱི་དམག་དེ་འགོ་བཙུགས་བ་ནས་བཟུང་རྗེས་གང་ལྟར་ཨ་རི་དེ་ཚོ་གི་རེ་བ་ཤུགས་ཆེ་བ་ཅན་རེ་བ་ག་རྒྱབ་ཟེར་ན་ཨ་ནི་ཨོ་པེ་ཁི་ངེས་ནས་ཨ་ནི་ཁྲོམ་ར་ནང་ལ་སྣུམ་གང་མང་མང་བསྟེན་དགོས་འདུག་ལབ་ད་ག་ཚོད་ཁྲོམ་ར་ནང་སྣུམ་གང་མང་མང་བསྟེན་པ་ན་ཨ་ནི་ཕའི་སྣུམ་བེའུ་ཆགས་བ་ཡིན་ན་ཨ་ནི་ད་ག་ལ་དེ་འདྲ་ཡིན་ད། པས། ང་ཚོ་སྣུམ་གྱི་གོང་ཚད་དང་ཞི་དྲག་འཕར་གྱི་མེད་པ་སོང་ཙང་ཨ་རི་དེ་དཀའ་ངལ་ཉུང་རུ་འགྲོ་ཡོད། ཨ་རི་དེ་དཀའ་ངལ་དེ་ཉུང་རུ་འགྲོ་བའི་སྐབས་སུ། ཨ་རི་ར་ཤི་ཡའི་སྣུམ་དེ་ཁྲོམ་ར་ནང་མ་སླེབས་པ་ན་ཞི་དྲག་ཞི་དྲག་ཅིག་དེའི་ཁྱད་པར་བཟོ་གི་ཡོད་པ་རེད། ག་དུས་སམ་ད་ལྟའི་ཆར་ལ་ར་ཤི་ཡའི་སྣུམ་དེ་ཁྲོམ་རར་སླེབས་མ་ཐུབ་པ་ཞིག་ནུབ་ཕྱོགས་རྒྱལ་ཁབ་ཀྱིས་བཟོ་གི་ཡོད་ལ་ཁོ་ཚོས་དཔལ་འབྱོར་ཉེ་བར་བཏང་ཞིང། འོ་དེ་འདྲ་སོང་ཙང་ཨ་རི་ར་ཤི་ཡའི་སྣུམ་དེ་ཁྲོམ་རར་སླེབས་མ་སླེབས་སྐབས་སུ། དཔལ་ཡང་ཐིག་གི་ཚབ་སྣུམ་གཏན་ནས་མེད་པ་ན་དེའི་དཀའ་ངལ་ཞིག་དེ་ཁོ་རང་བཞིན་གླེང་བསྡད་ཀྱི་ཡོད། འོ་དེ་འདྲའི་རྒྱུ་མཚན་ཞིག་ལ་བརྟེན་རྗེས་ཨ་རིས་ཨོ་པེག་ཁང་ཁྱིམ་དུ་རྒྱལ་ཁབ་དེ་ཚོ་ལ་སྣུམ་དེ་གང་མང་མང་སྟེར་རོགས་ཞེས་རེ་བ་ཞུ་བ་ཞིག་བྱས་ཀྱི་ཡོད།

ཡང་མིན་ན་ཨོ་པེག་ལ་ཉེ་དེ་ར་ཤི་ཡས་སྟངས་འཛིན་བྱེད་ཡོད་ཐེན་འབྲེལ་ཡོད་ད་སོ་རག་གི་འདུག་ས་འདི་ས་ར་གི་གང་ད་ཤེས་གི་རེད་དཔེར་ན་ཆ་ཤང་དང་པོ་དེ་ལ་དེ་ད་དེ་གར་ས་སའོ་རྡི་ཡས་ཀྱི་ངེས་ནས་ད་གང་ད་ཨ་རི་གི་རེ་བ་རྒྱབ་པོ་དེ་ལ་ག་ད་མ་ཏིན་པ་ལ་ཨ་སྣུམ་དེ་ད་ཉུང་རུ་ཅིག་བཏང་སོང་ཨ་རོ་ཨ་ཨ་དེ་གི་རྗེས་ལ་ད་ཨོ་པེག་ནང་ལ་ཡེ་གྱོ་དེ་རི་ཚོགས་མི་གས་ཆོ་ད་ཡུ་ནའི་ཨི་མ་རི་གར་ས་དེ་ཨ་ར་བྷི་ལ་ཉེ་དེ་ཡོ་ཨ་ད་ང་ཚོ་དུ་བེ་ལ་དུ་བེ་རྒྱལ་ཁབ་ཡ་རོ་ཨ

ད་དོ་དོ་ཨོ་པེ་བཀའ་འདུས་ལ་འདི་ལ་དོ་ཨོ་པེ་རྒྱ་གར་བ་འདྲ་དེ་འདྲ་ང་ཚོ་ཡི་ག་པ་ཡོད་བ་འདྲ་དེ་གི་ཁ་ཆེ་ལུང་པ་ཡོད་བ་འོ་དེ་ཚོ་མང་ཆེ་དེ་དང་ཚིག་དེ་ཡོད་འོ་ཁོང་ཚོ་ལ་ད་ད་བའི་དེན་སྲིད་གཞུང་ངོས་ནས་ཟིན་པའི་སྲིད་སྤྱི་དེ་ཞེ་དྲག་ཞེ་དྲག་ཅིག་གང་འདྲ་ཏག་ཏག་ཞིག་ཡ་མ་ལོ་ད་ཁོང་ཚོའི་བསམ་པ་ནང་ཅིག་ཟིན་གི་ཡ་མ་ལ་རོ་ཨ་རི་དམིགས་བསལ་གི་ད་ཨི་རན་དང་འབྲེལ་བ་ཡོད་རྒྱུ་སྐོར་ལ་བའི་དེན་གི་སྲིད་སྤྱི་ཞིག་ཟིན་གི་ཡ་རོ་བ་འོ་དེ་ཞེ་དྲག་ཞེ་དྲག་ཏག་ཏག་ཅིག་དེ་ཡ་མ་རེད་འོ་དེ་འདྲ་གི་རྒྱུ་མཚན་ཞིག་ལ་བརྟེན་རྗེས་ཨ་མདའ་ད་དུས་ཆར་ཨོ་པེག་གི་རྒྱལ་ཁབ་དེ་ཚོ་གི་ངོས་ནས་ཡང་ད་གང་ལྟར་གོམ་པ་ད་མ་སོང་ན་གསར་བ་ཞིག་བརྒྱབ་ཡོང་གི་ལ་ད།

རྒྱལ་སའི་ཁ་དར་མོ་མར་སྦིན་སལ་མཱན་གོ་ལ་ཡི་དུས་ཀྱི་སའུ་ཏི་ཨ་རེ་ཕི་ཡའི་དེ་ཨ་ནི་ཡི་ཇེ་ཕྱོགས་ཡི་ཇེ་ཇི་ཕྱོགས་པ་གི་མཐིན་ཕྱོགས་རྒྱལ་ཁབ་ཞིག་མ་རེད་ལགས་ད་ཨ་རི་གི་ཇོ་ཨ་འོ་དེ་འདྲ་སོང་ཙང་ཨ་ནི་དེ་ལ་ཞིག་པི་ད་གོམ་པ་ཞིག་རྒྱག་དགོས་འདུག་ལགས་དཔེར་ན་ག་རེ་གོམ་པ་རྒྱག་ལགས་ན་ཨ་ནི་ཨ་རི་གི་ཚད་ཆ་ཡང་ད་སའུ་ཏི་ཨ་རེ་ལ་མ་བཙོང་ལ་ཉེ་དེ་འདྲ་གི་ད་ད་དུས་ཚོད་ལ་དྲི་བ་ཞིག་གང་ད་དྲི་བ་ལ་འོ་དེ་འདྲ་གི་དོགས་གཞི་ད་མང་པོ་དོགས་སློང་མང་པོ་ཞིག་གང་ད་ཨ་རི་ན་སླེབས་ཀྱི་ཡོད་རེད་ཇོ་ཨ་འོ་དེ་འདྲ་སོང་ཙང་ཨ་ནི་ད་གང་ད་ད་དུས་ཚོད་ལ་ད་ར་ཤི་ཡའི་དང་ཡུཀ་རེན་གི་དམག་དེ་ལ་བརྟེན་རྗེས་ཨ་ནི་ཨ་རི་དང།